ང་དང་ལར་རྣམ་པ་ཚོ་ལ་ངས་སྐད་ཆ་ག་རེ་བཤད་དགོས་བསམས་སུ་ཆུད་པ་ཡིན། ད་ང་ཚོའི་གི་མི་རྗེ་སྲིད་སྐྱོང་རྐུབ་བཀྱག་ག་ལ་ཡོད་རྒྱོ། སྤེན་པ་ཚེ་རིང་དབུ་མའི་ལམ་གི་དབུ་མའི་ལམ་གི་རྒྱ་སེ་མཆོག་གི་ཁ་ཚང Harvard ནས་ཕྱིར་ཡིན་སར་སྐད་ཆ་དེ་འདྲ་ཅིག་བཤད་དོ།

ཁྱེད་ཀྱི་དང་ཁོད་ཀྱི་སྦྱིན་བདག་གི་ཆེད་དུ་སེ་ཡིན་ལག་འོག་རོགས་སོང་ཙང་ཁྲིམས་ཁང་ག་ལ་རེད་སྦྱིན་བདག་འབྲེལ་བ་མི་འདུག་ད་ཁྲིམས་ཁང་འོག་མ་ཚོ་ཡོད་རོགས་སྦྱིན་བདག་ལ་འབྲེལ་བ་མི་འདུག་ཁོ་གི་སེ་བ་ཡིན་ད་ཁོ་གི་སེ་ན་ཡང་ཁོ་ལ་བཙུགས་རོགས་ལ་ཁོ་བརྒྱུད་ད་ཁོ་བརྒྱུད་ནས་ཉིས་སྟོང་དྲུག་ནས་དེ་འདྲ་བར་དུ་བཙོན་ཁང་ནས་བསྡད་ད་ཁ་སང་ད་ཁྱེད་རང་ལ་ཉེས་པ་ཐིག་པ་བྱེད་མི་འདུག་ཟེར་ཁོ་མ་བློས་ན་མོ་ཟེར་ཁྱེད་ཀྱི་དང་ད་ད་ཡ་ར་ནོང་འདུག་ཟེར་ན་མོ་ཟེར་ཁྱེད་ཀྱི་དང་དེ་སོང་ཙང་གནས་སྟངས་འོང་དེ་འདྲ་ད་ད་བན་པ་ཟེར་རིང་ག་ལ་ཟེར་ལ་བ་ཡིན་ན། ང་ཚོ་རྒྱ་མི་ལ་དགྲ་ལབ་འདོད་མི་འདུག་ཟེར་ནས་སྐད་ཆ་དེ་བཤད་པ་ནམ། དེ་སྐད་ཆ་དེ་ངས་གར་ཕྱིན་ནས་ཞེད་སྣང་ཚ་བོ་ཞེད་སྣང་ཚ་བོ་ཅིག་དང་ཕྱོགས་གཅིག་ནས་སྐད་ཆ་དེ་ཞེད་སྣང་ཚ་བོ་རེད། ཕྱོགས་གཅིག་ནས་གར་ལབ་ན། ད་ལྟའི་ང་ཚོའི་སྤྱི་ཚོགས་ནང་ལ་ཡང་སྐྱེ་བོའི་རྒྱལ་ཁའི་ཉུང་དུ་འགྲོ་གི་ཡོད་པ་དང་རྒྱ་མི་ལ་རྣམ་འགྱུར་སྡུག་ཅག་སེམས་ཁའི་ཉུང་དུ་འགྲོ་གི་ཡོད་པའི་རྒྱུ་མཚན་གཙོ་བོ་གཅིག་དེ་སྤེན་པ་ཚེ་རིང་གི་ཚིག་འདི་རེད་ནམ་ཟེར་མཁན་གྱི་དང།

རྒྱ་མི་དགྲ་དམར་དག། རྒྱ་མི་གཉེན་རེད། རྒྱ་མིལ་དགྲ་བཙལ་ཡོད་དམར་དག་ལབ་བྱས། ཨ་རི་མང་ཚོགས་ཀྱི་ཉིན་རེ་ད་སྐུ་ངོ་ད་སྐུ་ངོ་ལ་ཡི་དཀའ་རེད། ཨ་མིག་བཙུམ་ནས་བན་པ་ཚེ་རིང་འོས་ཤོག་བླུག་མཁན་རིགས་གཅིག་ཡོད་རེད། ཨ་བན་པ་ཚེ་རིང་ད་དགྲ་མི་འདྲ་ལབ་བྱས་ཁ་ཞེ་བོ་བཙིར་མཁན་དེ་འདྲ་ཡོད་རེད་ཁ་ཞེ། ཨ་དེ་ཚོ་ཨ་ཁ་ཞེ་དེ་ཚོ་ང་ཚོ་ལ་རྒྱན་གོག་དེ་འདྲ་ལབ་ཡོད་དབའས་སྐྱེ་བོའི་རྒྱལ་ཁ་མ་འགྲོ་དབུ་མའི་ལམ་རེད་ལུགས་ལབ་ཡོད་དོ། དབུ་མའི་ལམ་ཡིན་ན་སྐྱེ་བོའི་རྒྱ་མི་ཆོད་པའི་ཁྱད་པ་ཆེ་ཁག་ཡོད་རེད་ལུགས་བྱས།

རྩ་བ་འདིར་དང། སོང་ཙང་ང་ཚོ་སྤེན་པ་ཚེ་རིང་ཡི་འོས་ཤོར་ལོ་སྤེན་པ་ཚེ་རིང་སླེབས་ནས་འཐབ་རྩོད་ནུས་པ་ཉམས་བཞག་ལ་རྒྱུ་མཚན་དབང་འདི་ཐུག་གོ་རྣམ་པ་ཟེར་གྱིན་གདའ། འཐབ་རྩོད་ཉམས་བཞག་སའི་འདི་ཐུག་གོ། ཨ་མང་ཚོགས་ནང་ལ་སྐད་གྱེངས་ཉུང་འགྲོ། ཁ་སང་འཐབ་ཁྲིད་ཚོགས་འདིང་སང་སྐད་ཆ་བཤད་མཁན་མང་པོ་འདུག་ཨ། སྐད་བེད་གྱེངས་ཉུང་དུ་འགྲོ་ཤེས་འགྲོ་ཤེས་ནི་ང་ལ་ཅིག་ང་ཅིག་གོ་མ་རེད་ཁ་བ་ཀ་ས་ནས་ལ་ཡོང་གོ་ན་ཁ་སང་བོད་ཀྱི་བང་ཆེན་གྱི་བཅར་འདྲི་ཞིག་བྱེད་དོ་དེའི་ནང་ལོག་ལ་ལ་ཡོད་དོ་འཐབ་རྩོད་ཉམས་པའི་རྒྱུ་རྐྱེན་ག་རེ་ལ་འདི་གོ། མི་ཅིག་གིས་ད་སྐུ་ངོ་སོ་སྐད་རྒྱག་འགྲོ་གི་མི་འདུག་དེ་དེ་མ་རེད། མི་གཅིག་ལེགས་དང་དམ་ཟ་ལ། སུམ་ཅུ་དུས་དྲན་ཉོན་མི་མང་རྫུ་འཕྲུལ་སྐུ་ངོ་ཟུན། ཁ་ལ་ཤ་ལོ་དྲུག་གཅིག་ལེགས་དང་དེ་གཙོ་བོ་མ་རེད། མི་གཅིག་ཧ་ལ་སྐྱིད་པའི་རྒྱ་མ་གི་ཆོ་ཡོད་མ་རེད་ད་བོད་དོན་དེ་འདྲ་སེ་མི་དེ་འདྲའི་ལེགས་དང་བསམ་བློ་བྱབ་ཆུང་གས་བྱས་ར་ཟེར་ཚང་མ་ར་སོ་སོས་མ་བཅོས་མ་ནི་ཚོ་ག་ག་རེད་ཡིན་ན་མི་ཡི་ཆེ་བ་དེ་འགྲིག་གི་མི་འདུག་ལ་ཡ་གས་ཡོད་མ་རེད་ཡ། སྐད་རྒྱག་བ་ད་ལྟ་ཡིན་ན་འཛམ་བུ་ནས་སྐད་རྒྱག་འགྲོ་གོར་དང་ནམ་སོ་ཁན་ཏཱ་དང་ད་ལྟ་ད་ལྟ་ཡིན་ན་ཏཱ་དང་ཡུཀ་རེན་དང་ག་སོ་ཉི་མ་པུ་ཏྲིན་ཨ་མི་རི་ཀ་ཨ་ལཱས་ཀ་སླེབས་དུས་ཀ་ཡུཀ་རེན་མིའི་སྐད་ག་ཚོད་རྒྱག་གི་འདུག་པུ་ཏྲིན་གྱི་མ་ཁོག་ཏུ་རྡོ་བྱིན་འགྲོ་གི་འདུག་ད་ང་ཚོ་ས་ཆ་དེ་བ་ལ་ད་ལྟ་སྐད་མང་པོ་རྒྱག་གོ་དེ་བ་ལ་ཁྱེད་རང་ང་ཚོ་ས་ཆ་འགྲོ་བ་ཚོ་ཁ་སང་དགེ་རྒན་ཚོ་སྐད་རྒྱག་ཚར་ཟེར་སྐད་དགེ་རྒན་གྱི་སྐད་རྒྱབ་རྒྱབ་རྒྱབ་ཨ་ཞུ་གི་འདུག་ཁོ་རང་ཡིན་པར་དོན་དག་བསྒྲུབས་སོ། ད་སྒྲུབ་ཟེར་ནས་ག་ལ་ག་ལ་སྒྲུབ་དེར། ད་ལྟ་སྦྲགས་པ་དང་ཡང་ང་ཚོ་གཞུང་པར་ཡང་རྨ་འཆམ་བདེ་བར་སྦྲགས་པ་དང་སྐད་ཤུགས་སྐྱེད་དེ་ལང་ཀར་སྟོན་སྙིང་རྗེ། སྐད་རྒྱག་དགོས་དང་སྐད་རྒྱས་དེ་གལ་ཆེན་པོ་རེད། སོ་སོ་སྐད་རྒྱག་ཡས་མ་རེད་མ་འཕྲོ་བ་རེད་མ་གཏོགས་སྐད་རྒྱག་ཡོད་མ་ལས་སྐད་མེད་རེད། ད་ཡིན་ན་ང་ཚོ་སྐད་རྒྱག་ཉུང་དུ་འགྲོ་རྒྱུ་མཚན་ག་རེ་ལབ་པ་ཡིན་ན་ང་ཚོ་སྒང་ནས་ཁོ་རང་ནས་རེད་ང་ཚོས་སྒྲ་ངོ་མ་དེ་ལ་སྒྲ་མ་བརྩི་བའི་ཆེད་དེ་ལ་སྙན་འགྲོ་ཞིག་བལྟ་བཏང་སྙོམས་འགྲོ་ཞིག་བཞག་ཨ་དེ་གི་ན་ཚ་དེ་མང་ཚོགས་ཀླད་པ་དང་བློ་མཐུན་ཨ་མང་ཚོགས་ཚོ་ཡིན་པ་ཡིན་ན་དྲང་པོ་བཤད་ན་མང་ཚོགས་རིགས་གཅིག་ནི།

ཨ་མང་ཚོགས་སྐྱོ་བོ་རེད་ཅེས་ན་གང་སོ་སོར་ཉི་མ་ཁ་ལག་དང་གྲོགས་ཁོག་དང་སྤུ་སྒུག་དང་སྐྱེ་དམན་དང་དེ་ལ་མགོ་འཁོར་སྐྱེ་འཕེལ་རང་རྒྱབ་ཡོད་ཨ། ད་ངེད་ཚོ་བཟོ་འགྲོ་བ་ཡང་རིགས་གཅིག་ཡོང་ད་ང་ད་གེགས་མ་ད་ཚེ་ལྡན་ལྷ་རྒྱ་བཟོ་རེ་རེ་ཡོད་དེ་ཚོ་ཨོ་ནས་སོང། སྐྱེ་དམན་སྤུ་སྒུག་སོ་སོ་མི་ཚེ་ཚང་མ་བློས་བཏང་བྱས། ག་དུས་ན་སྐད་རྒྱག་འགྲོ་མཁན་རིགས་གཅིག་ད་ནིའུ་ཡོག་ད་སྡེ་ཚན་གཅིག་ད་ནིའུ་ཡོག་སྡེ་ཚན་གཅིག་ཡོད་ཁོ་ཚོ་རེད་ད། སོང་ད་ང་ཚོ་གི། བན་བྷ་སི་རེང་ཏིའི་ནོར་སྐོར་དང། གལ་སྲིད་རོ་རྒྱ་མི་ལ་དགྲ་ལག་འདོན་མེད་ན་རོ་ཧ་ནི་ང་ཚོ་ག་རེ་བྱེད་དགོས་ལ་ང་ཚོ་སུམ་ཅུ་དེ་འདྲའི་ཉིན་མོ། བསྟན་དགྲ་རྒྱ་མར་བོད་ནས་མཐར་སྤྲོད་བཏང་ཟེར་ཚིག་བརྗོད་དེ་འགྱུར་བ་བཏང་དགོས་ཡོད། བསྟན་དགྲ་རྒྱ་མར་བོད་ནས་མཐར་སྤྲོད་བཏང་ལས་བྱེད་པ་ཚིག་དེ་འོང་ཚིག་དེ་འགྱུར་བ་བཏང་དགོས་རེད་བ། དེ་འགྱུར་བ་བཏང་ཐུག་ས་རེད་བན་བྷ་སི་རེང་ཁྱེད་རང་གི་ར་ལས་བྲིས་བ་དེ་ཚོ། ད། མཚན་མོ་ཡིན་དུས་འདི་ན་སྒྲ་དང་ཁལ་ཡོད་མ་རེད་མཚན་མོ་ཡིན་དུས་ན་ཚིག་ག་རེ་ཡོད་རེད་ནང་ཆོས་ཀླ་ཀློའི་དཔུང་གིས་བརྩེ་མེད་དུ་ཉོན་རྒྱུན་འཇོམས་པའི་ཁྲག་དང་མཆི་མའི་རྒྱུ་ཉུལ་དུ་ཆོས་པའི་ཐུགས་རྗེའི་མཐུ་དཔུང་སྐྱེས་ནས་གོང་ས་མཆོག་གི་ཐུགས་མི་དེ་འདྲ་ཞིག་གནང་བཞག་ཡོད་ད་དེ་ནང་ཆོས་ཀླ་ཀློའི་དཔུང་གིས་བརྩེ་མེད་དུ་བཟོས་ཏེ་སུས་ལོག་དེ་རྒྱ་མིས་ལག་འོག་ར་མ་རེད། ནག་པོའི་ཆོས་ཀླ་ཀློའི་དཔུང་གིས་བརྩེ་མེད་དུ་ཉོན་རྒྱུན་འཇོམས་པའི་ཁྲག་དང་མཆི་མའི་རྒྱུན་སུ་ཉུལ་དུ་ནས་ཆོས་པའི་ཐུགས་རྗེའི་མཐུ་དབང་སྐྱེས།

དེ་འདྲའི་འབྲས་བུ་དེ་ནི་རླབས་ཆེ་ཡང་ནི་སྤྱི་ཚོགས་ནང་གི་འཐབ་རྩོད་ཀྱི་ནུས་པ་དེ་ཆུང་དུ་ཆུང་དུ་ཆུང་དུ་ཆུང་དུ་འགྲོ། སྐྱེ་བོའི་རྒྱང་ཡང་ཉུང་ཉུང་དུ་འགྲོ། སྐྱེ་བོའི་རྒྱང་གི་ལོ་ཆུང་ག་ཚོད་ནས་ལོ་གཅིག་གཉིས་ཤིག་བསྐྱལ་ཀྱང་ལོ་ཆུང་ག་ཚོད་ག་ལེ་ག་ལེ་ལགས་འགྲོ་གི་འདུག་རྣམ་པ་ཚོ་དོ་སྣང་བྱེད་དེ་རོགས། ངའི་སྐད་ཆ་དེ་རྣམ་པ་ཚོ་ཉན་དགོས་མ་རེད་ཁྱེད་རང་ཚོ་འདས་པའི་དུས་ཚོད་སྡུག་ས་ད་ད། སྙན་མ་དུས་ཚོད་དེ་འདྲ་སྐྱེ་བོས་ལ་སེམས་ཆུ་ཆེན་པོ་དེ་འདྲ་ཡོད་རེད་སྤྱི་ཚོགས་ནང་གནས་ཡོད་མི་སྣ་དེ་འདྲ་མང་པོ་ཆུ་བརླག་འགྲོ་གི་འདུག་ད་ད།

དབུ་མའི་ལམ་གྱི་རྒྱ་ཆུང་མ་ལམ་མེད་ལ། དེ་གར་ཅན་ཆགས་བར་འདི་ཚོ་རྣམ་པ་ཚོ་ཡང། སོ་སོས་དགོངས་པ་བཞེས་ཏེ་ར་འདི་ངའི་ལག་འོག་མར་བལྟ། སྙེ་མ་དེ་ཚོས་ལ་རང་དབང་སློབ་ཕྲུག་ཚོགས་པ་རྣམས་ལ་ཕོ་ས་མོ་ས་སྐད་ལ་ཆང་བུ་དང་འདྲེས་པའི་དེང་སང་ཐོག་ཡང་མེད་པ་ཆགས་བསྡད་ར་འདི་ཚོ་འཇམ་ཐིང་ཐིང་ཆགས་བསྡད་དང། ད་ད་ལྟ་རང་དབང་སློབ་ཕྲུག་ཚོ་རང་བཙན་སློབ་ཕྲུག་ཚོགས་པར་ཡང་སྤུ་གུ་དེ་ནས་ཁ་ཤས་ཤིག་དོག་ཕོ་ས་མོ་ས་དང། ཡང་རྣམ་པ་ཚོ་ལོ་ཁ་ཤས་ཤིག་སྒུག་དང་དེ་ཚོ་ཡང་ཡས་དཀྲུག་བར་ཡང། ཡ། དེ་དེ།

ངོས་ནས་བྱས་ན་གཞུང་གི་ག་རེ་བྱེད་ན་མ་རྩིས་སོ་སོའི་འདོད་པ་ར། སོ་སོ་སོ་སོ་གི་བསམ་བློ་བཏང་ཡ་ན་གཞུང་གི་བསམ་བློ་དེ་ཁ་ཁ་ར། གཞུང་གི་ག་རེ་བརྩི་ན་བརྩི་མཁས་པ་མཁས་ཡོད་མ་ཡོད་ང་ང་རང་འདི་ཡིན་ལ་འགྲོ་ཆོག་ར། ཡིན་ནའང་ང་ཚོ་ཕལ་པར་འདི་མིན་འདུག་གཞུང་གི་འགྲོ་ན་ང་ཡང་འདི་གར་འགྲོ་དགོས་འདུག་གན་ཚ་ཞུ་ཞུ་འདུག་ང་འདི་ག་ལ་མ་འགྲོ་ན་ད་ང་གཞུང་ངོ་རྒོལ་རེད་བོད་པའི་སྤྱི་ཚོགས་འདི་ལ་ཡོད་འདུག་དེའི་ངོ་ནས་ནོར་གོ་ར་ཡ། ཨ་མི་རི་ཀ་སྲིད་གཞུང་དེ་ཆོས་ལུགས་རིས་མེད་ཡིན་ལགས་འོ། རྒྱ་གར་སྲིད་གཞུང་དེ་ཆོས་ལུགས་རིས་མེད་ལགས་མོ་དི་ཧིན་དུ་ལྟ་བ་ཁྲག་འཐག་ཆོས་རེད་ཁྱེད་རང་ཚོ་སེམས་ཁྲལ་བྱེད་དགོས་མ་ལགས། རྒྱ་གར་གཞུང་ཞུ་དོ་དེ Secular རེད་ད་ཁྱེད་རང་ཚོ་ཆོས་ལུགས་རིས་མེད་ཡིན་ལགས་འོ་རྒྱ་གར་གཞུང་དེ། ཡིན་པ་ན་མོ་དི་ལྟ་ད་ཁྱེད་རང་ཚོ་ཧིན་དུ་ལྟ་བ་ཁྲག་ལ་ཁྲག་རྩལ་ཡོད་མ་མོ་དི་ཁྱེད་རང། ཨ་བྷ་གྷེ། ཡུ་པི། Uttar Pradesh གི་མངའ་སྡེ་ཞུ་དོ་ཆོས་ལུགས་རིས་མེད་མངའ་སྡེ་ཡིན་ལགས་འོ། ཡིན་ན་ཁོ་རང་གི་མངའ་སྡེ་བློན་ཆེན་དང་ཡོ་གི། དྲག་ཆས་སྒོར་གོན་འགྲོ་དེ་ཡི་དོགས་ནི། དྲག་ཆས་གོན་ཞོག་གོ་ཆུ་ཚོད་བཞི་བ་ལ་བར་ཆུ་ལ་ཁ་ལག་སྤྲད། མགོ་མ་བལྟ་ག་འདྲས་བྱེད་ཀྱི་འདུག། འགྲོ་བ་དེ་ཚོ་ང་ཚོ་བསམ་གནང་རོགས། གཞུང་གི་འགྲོ་ཡས་དང་སོ་སོ་སྒེར་གྱི་འགྲོ་ཡས་ཁ་ཁར་ནང་པ་ཚོ། རོགས། གཞུང་དབུ་མ་ཡིན་ན་ང་ཡི་དབུ་མར་འགྲོ་གོ་ལ་འདི་ཡོད་ཧོར་མར་དག་དེ་འདྲ་འཛམ་བུ་གླིང་ན་རོགས། རོགས། དེ་འདྲས་ཡིན་དུས། རྒྱ་ནག་གཞུང་འདྲ་བ་ནི་ཆོས་མེད་རིང་ལུགས་རོགས། ཡིན་ན་མི་མང་ཚང་མ་ཆོས་མེད་རུ་ལོག་མ་རོགས་ཁོ་རང་ཆོས་བྱེད་མཁན་ག་ཚོད་ཁོ་བོ་འདུག་ཨ། ཡེ་ཤུ་འདུག་ཨ་ནང་པ་འདུག་ཨ།